ཨོ་གླིང་གི་གཙང་མ་ལ་སྐུ་ཁམས་བཟང་སྟེ། ད་ཁ་ཚང་དགོང་མོ་ཁ་བ་ཏོག་བབས་སོ། ཏོག་གྲང་མོ་ཆགས་ཤག། ད་ད་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་གི་ལོ་ལ། གནམ་གྲུ་གླིང་དགོན་པའི་གྱི་ཡན་ལག་སྔ་འགྱུར་མཐོ་སློབ་མདོ་སྔགས་རིག་པའི་འབྱུང་གནས་གླིང་དང། བཙུན་དགོན་མཚོ་རྒྱལ་བཤད་སྒྲུབ་དར་རྒྱས་གླིང་ནས་ད་བླ་པ་མཐར་སོན་པ། རེད་བ། སློབ་དཔོན་དང་སློབ་དཔོན་མ་གྱི་མཚན་གནས་བཞེས་མཁན། བླ་མ་གཅིག་གི་སློབ་མ། དམ་ཚིག་གཅིག་གི་སྤུན་གྲོགས། ཚང་མ་ལ་དང། འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ནད་མེད་ཚེ་རིང་རེད་བ། མ་འོངས་པ་ལ་དང་འགྲོ་དོན་འདི་ཡར་ཉོག་ཡར་ངོ་དྭ་བ་ནང་བཞིན་རྒྱས་པའི་ད་རེད་བ། སྨོན་འདུན་ཞུ་གི་ཡོད། ད་ངེད་ཀྱི་འདུག་སློབ་དཔོན་གྱི། མཚན་གྱི་ཐོག་ལ་བསམ་བློ་བཏང་ཡོང་དུས་སྐབས་སུ་དེ་རིང་ཁ་སང་གི་དུས་ཚོད་འདི་ལ་སློབ་དཔོན་ལ་རྣམ་པ་གཉིས་འདྲ་བོ་ཅིག་གླེགས་བསྡད་ཀྱི་འདུག་རེད་བ། ལག་ཁྱེར་སྒང་ལ་དྭགས་སློབ་དཔོན་གྱི་མཚན་རག་བསྡད་ཅིག་དང། ལག་ལེན་གྱི་ཐོག་ནས་ཡང་སློབ་དཔོན་གྱི་མཚན་རག་བསྡད་རྣམ་པ་གཉིས་འདྲ་བོ་ཅིག་ཆགས་བསྡད་ཀྱི་འདུག་ད་ང་ཚོ་དྭགས་ལོ་ལོ་དགུ་གི་རིང་ལ་དཀའ་ལས་བརྒྱབ་ཡོད་ར་བ་ད། སྔོན་འགྲོ་འཛིན་གྲྭ་བརྩིས་ཡོང་དུས་སྐབས་སུ་ད་ལོ་བཅུ་ཆགས་འགྲོ་གི་ར་བ། ལོ་བཅུ་གི་རིང་ལ་ད་ཉིན་དང་མཚན་མེད་པར་རེ་བ་ཞོགས་པ་ནས་དགོང་མོ་བར་དུ་ཐོས་བསམ་སྒོམ་གསུམ་བྱས། འཆད་རྩོད་རྩོམ་གསུམ་བྱས་ར་བ་ལོ་རིང་དགུ་པ་ཚར་ར་བ་ཨང་རྩེད་ལོན་ནས་ད་སྤ་སེ་ཆ་ནས་ལོ་རིང་དགུ་པ་ཚར་དེ་ནས། ལག་ཁྱེར་གྱིས་སྤྲད་ཀྱི་ཡོད་རེད་བ། Certificate། གྱིས་སྤྲད་ཀྱི་ཡོད་རེད་བ། ད་དེ་སྔར་འཛོགས་ཀྱི་ད། ལག་ཁྱེར་གྱི་ཐོག་ནས་ད་སློབ་དཔོན་གྱི་མཚན། རག་པ་ཅིག་ཆགས་བསྡད་ཀྱི་ཡོད་རེད། ཡིན་ན་ཡང་ད་དུང་ང་ཚོས་ལག་ལེན་གྱི་ཐོག་ནས་སློབ་དཔོན་གྱི་མཚན་འདི་རག་ཐུབ་ཡོད་མ་རེད། ད་ལག་ལེན་གྱི་ཐོག་ནས་སློབ་དཔོན་གྱི་མཚན་ལ་བསམ་བློ་བཏང་སོང་བ་ཡིན་ན། སྐྱབས་རྗེ་གྲུབ་དབང་ཡེ་ཤེས་ནོར་བུ་གྱི་དགོངས་པ་གཞིར་བཟུང་བྱས་ནས། རྒྱུན་ལས་རིན་པོར་ཆེ་གི་བཀའ་གཞིར་བཟུང་བྱས་ནས་ད། ས་ཆ་ག་བ་ག་ས་ལ་རྒྱ་གར་བལ་ཡུལ་འབྲུག་དེ་མ་ཡིན་པ་ད་རྒྱལ་ཁབ་ག་བ་ག་ས་ལ་རེད་བ། དེ་ནས་དགོངས་པ་ནང་ལོགས་ལ་ཡང། ད་དགེ་རྒན། ལ་བསྐོ་གཞག་གནང་གི་ཡོད་རེད། ལས་བྱེད་ལ་བསྐོ་གཞག་གནང་གི་ཡོད་རེད། ཞབས་ཏོག་སྒྲུབ་དཀའ་བཏང་གནང་གི་ཡོད་རེད་བ། གནང་བ་གཞིར་བཟུང་བྱས་ནས་ད་སོ་སོ་ཡང་ས་ཆ་དེ་ལ་ཕེབས་དགོན་པ་དེ་ལ་ཕེབས་རེད་བ། སོ་སོ་གི། ཞབས་ཏོག་དེ་ཡང་ཁམས་ཚང་ཅིག་ད་ཚུལ་དང་མཐུན་པའི་སྒོ་ནས་སྒྲུབ་པ་ཡིན་ན་ད་ཁོ་ག་རེད་ཟེར་ན། ལག་འཁྱེར་ཙམ་མ་ཡིན་པ་ལག་ལེན་གྱི་ཐོག་ནས་ཡང་སློབ་དཔོན་རེད་ད་ཁོ་ལག་ལེན་གྱི་ཐོག་ནས་ཡང་ཨང་རྩིས་ལོན་པ་པ་ཤ་སྟེགས་ཡོད་རེད། ད་དེ་མ་ཡིན་པ་བྱས་ནས། རྒྱུན་ལས་རིན་པོ་ཆེ་གིས་བཏང་ན་ཡང་ད་དུང་སོ་སོ་གིས་ཐོ་དེ་གླས་ན་ཡང་ད་དུང་སོ་སོ་ཡ་མེད་བཏང། སོ་སོ་གིས་ལས་ཀ་དེ་གལ་ཆེན་པོ་ཅིག་བརྩིས་ནས་རེད་བ། རྒྱུན་ལས་རིན་པོ་ཆེ་གིས་བཏང་བ་གཞིར་བཟུང་བྱས་ནས་དགོན་པ་ནས་བཏང་བ་གཞིར་བཟུང་བྱས་ནས་མ་འགྲོ་ནས་གཡུག་བཞག་ཡ་ཇུས་འདུག་བ། ད་དེའི་རིགས་སྟོན་ཚོད་ག་རེ་ཟེར་ན་ལག་འཁྱེར་ཙམ་རེད་ལག་ལེན་གྱི་ཐོག་ནས་ཁོ་སློབ་དཔོན་འཕེལ་རེད་ད། ཨང་རྩིས་མ་ལོན་པ་རེད་སློབ་དཔོན། རེད་བ། སློབ་དཔོན་མ་རེད་ལག་ལེན་གྱི་ཐོག་ནས་སློབ་དཔོན་འཕེལ་རེད་ད། དེས་མ་ཚད་དེ་ནས་རྒྱུན་ལས་རིན་པོ་ཆེ་གིས་བཏང་བ་གཞིར་བཟུང་བྱས་ནས་རོགས་པ་དགོན་པ་ནས་བཏང་བ་གཞིར་བཟུང་བྱས་ནས་སོ་སོ་ཡང་དགོན་པ་དེ་ལ་ས་ཆ་དེ་ལ་ཕེབས་དགོན་པ་འདི་ལ་ཕེབས་ནས་ད་ཚུལ་དང་མཐུན་པ་མ་ཡིན་པ་ད་ལས་ཀ་འདྲ་མིན་སྣ་ཚོགས་བྱ་བ་འདྲ་མིན་སྣ་ཚོགས་ཚུལ་མིན་རེ་བ། དེ་འབྲེལ་གྱི་ལས་འདྲ་མིན་སྣ་ཚོགས་བྱེད་ཀྱི་འདུག་བ་རེ་བ་སྤྱོད་པ་བླུའི་འགྲོ་བ་འདྲ་མིན་སྣ་ཚོགས་སྟོན་གྱི་འདུག་བ་དགོན་པ་གི་ཞབས་ནས་བཞག་དེ་དང་སྐྱབས་རྗེ་རིན་པོ་ཆེ་གི་ཞབས་འཐེན་དེ་དང་རེ་བ། དེ་འབྲེལ་གྱི་ལས་འདྲ་མིན་སྣ་ཚོགས་བྱས་པ་འདིས་ད་ཁོ་ག་རེ་ཟེར་ན་ད། ལག་ཁྱེར། ཙམ་ལ་ད་སློབ་དཔོན་གྱི་མཚན་རེད་མོ་ཏོ་ཅེས་ལག་ལེན་གྱི་ཐོག་ནས་ད་ཁོ་སློབ་དཔོན་ཨང་རྩེ་མ་ལོན་པ་རེད་ཁོ་ཕལ་རེ་འགྲོ་བ་དེ་ཡིན་པ་སོང་ཙང་ད་ང་ཚོ་ཚང་མ་གྱིས་ད་སྐྱབས་རྗེ་རིན་པོ་ཆེ་གྱི་དགོངས་པ་གཞིར་བཟུང་བྱས་ནས་རྒྱུན་ལས་རིན་པོ་ཆེ་གི་བཀའ་གཞིར་བཟུང་བྱས་ནས་ང་ཚོ་གྱིས་ལག་ལེན་གྱི་ཐོག་ནས་ཡང་སློབ་དཔོན་གྱི་མཚན་འདི་རག་ཡ། ལག་ལེན་གྱི་ཐོག་ནས་ཡང་སློབ་དཔོན་ཕྱག་ཁས་ཀྱིས་འབད་བརྩོན་བྱེད་དགོས་ཡ་ཅིག་ཆགས་བསྡད་ཀྱི་ཡོད་རེད་ལ་སོ་ཐུགས་རྗེ་ཆེ།